སྐུ་མདུན་ནས་དུས་རྒྱུན་དུ་བཀའ་ཆོས་སྤྱི་དང་དེའི་ནང་ནས་ཞང་ཆོས་ཟིན་པའི་སྡེ་སྣོད་ཀྱི་ཁོངས་སུ་གཏོགས་བསྡད་པའི་ད་ཐི་བ་ཆེན་པོ་ཞུ་ན་རེ། དེའི་སྐབས་ཀྱི་ཀུ། ཆོས་ཀྱི་སྡེ་ཚན་དུ་མ་སོང་ན་ཅི་ཡོང་གི་ཡོད་རེད་ཡང། དེ་གཞི་ལ་བཞག་པའི་ཐོག་ནས་གསང་སྔགས་ཀྱི་ཆུ། ད། དབང་དང། རྗེས་གནང་དང་ད་ནང་བཞིན་གསང་སྔགས་ཀྱི། ཡང་ཅི་གཞུང་དེ་འདྲའི་ཀྱི་ཆེད་ནས་དེ་གནང་གི་ཡོད་རེད་ད་དེ་སྔས་མ་ཡིན་ན་ད་ལོ་གཅིག་གི་ནང་ལོ་ལ་མང་པོ་ཡོང་གི་ཡོད་རེད་ད། ན་ཚ་དེ་འགོས་ནད་དེ་གི་རྗེས་ལ་ཡང་ད་གསུང་ཆོས་གནང་ཡང་འགོ་བཙུགས་བྱས་བྱས་ནས་ཡང་སེམས་སུ་གསུང་ཡ་དེ་བྱུང་ཡོད་རེད་ད་གསུང་ཆོས་ག་རེ་གནང་བ་ཡིན་ན་རེད་ད་ཞང་ཆོས་སེ་འབྲི་ལྟ་བུ་ཡིན་ན་རེད་ད་ཐི་བ་ཆེན་པོའི་དབང་དང་བྱས་པའི་ཆུ་ད་ལང་རིང་ལྟ་བུ་དང་དག་ན་གསང་སྔགས་ཀྱི་དབང་དང་སྦྱིན་ན་ག་རེ་གནང་བ་ཡིན་ན་རེད་སྤྱི་བཏང་གི་འགྲོ་སྟངས་འདྲ་བུ་དེ་སྤྱི་བ་རེད།

བཀའ་ཆོས་ཀྱི་གནང་བ་དེ་ང་ཚོ་དྲིན་གཟོ་ཅིག་བཏང་བ་ཡིན་ན་བཀའ་བརྒྱུད་ཀྱི་སྐུ་མདུན་ནས་དེ་འདྲ་ཅིག་གསུངས་ཡོད་རེད། ཞང་ཆོས་སེང་ཁྲི་དེ་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ཆགས་བསྡད་ཡོད་རེད། རྒྱ་བོ་རིན་པོ་ཆེ་གིས་ཀྱི་གང་ཟག་སྒེར་སུ་སུ་སུ་གིས་ད་ཁང་དང་དབང་པོ་དང་མུས་པ་མི་འདྲ་བ་ཐུགས་ལ་བཟུང་བཞག་པའི་གསང་སྔགས་ཀྱི་ཆོས་ནང་གསེས་ཀྱི་སྡེ་ཚན་མི་འདྲ་བ་དེ་འདྲ་ཡོང་གི་འོ་རེད་དེ་གང་ཟག་སྒེར་འཛིན་རེད། བསྟན་པ་སྤྱི་ཚན་ཟེར་ཏེ། སྤྱི་ཡོངས་ཀྱི་བསྟན་པ་སྤྱིའི་དབང་དུ་བྱས་པ་ཡིན་ན་བསྟན་པ་སྤྱི་ཚན་ཟེར་ཏེ་ཧ་ལས་པའི་གལ་ཆེན་པོ་རེད། ད་དེ་ལ་མགོན་པོ་ཀླུ་སྒྲུབ་དང་དཔོན་ཕྲུག་བཅུ་བདུན་གྱི་གཞུང་དེ་ཚོ་བྲལ་ཏེ་སངས་རྒྱས་ཀྱི་བསྟན་པ་སྤྱི། དེ་ཡི་དབང་དུ་བྱས་ཡོང་དེ་སྒང་ལ་དཔོན་ཕྲུག་བཅུ་བདུན་གྱི་གཞུང་དེ་མེད་ཐབས་མེད་དེ་བ་སྤྱི་དང། འཛམ་བུ་གླིང་འདིའི་སྒང་ལ་སངས་རྒྱས་ཀྱི་བསྟན་པ་ཡོངས་སུ་རྫོགས་པ་སྤྱི། གོ་རི་ལངས་ནས། ཉེས་པ་བགྲང་གྱི་ཡོད་བསྡད་པ་དང་འདྲི་བཤད་རྒྱག་གི་ཡོད་བསྡད་པའི་གཞུང་དེ་དེ་གི་ལངས་ལུགས་དེ་མུ་མཐུད་གནས་དགོས་ཀྱི་ཡོད་བ་ཡིན་ན་དཔོན་ཕྲུག་བཅུ་བདུན་གྱི་གཞུང་དེ་གལ་ཆེན་པོ་དེའི་ནང་ནས་མགོན་པོ་ཀླུ་སྒྲུབ་ཀྱི་གཞུང་དེ་དང་དཔོན་ཕྲུག་བཅུ་བདུན་གྱི་གཞུང་གི་ནང་ལུགས་ལ་གཞུང་ཨ་མ་དེ། དཔོན་ཕྲུག་གཞན་ཚང་མ་གི་ཧ་ལམ་ཚང་མ་ཞུས་ན་རེད་ད། བཙོང་དེ་འདྲས་གནང་ཡོད་རེད་དང་ན་ཞིག་བསྟན་པ་ལ་བྱ་བ་མང་པོ་མཛད་ཡོད་རེད་ཁོ་ནང་ཚུགས་ཀྱི་ཁོང་གཏུགས་ས་དེ་མ་སོང་ན་རྩ་བ་ཕྱེ་ས་ལྟ་བུ་ཡོད་ན་མེད་ན་ཅི་སྟེ་མགོ་མ་བསླུ་འགྲོ་ཆགས་ཡོང་གི་རེད་དཔེར་ན་ནང་ཆེན་དགོན་སྡེ་ནས་སོང་སྟེ་སྐྱོན་བརྗོད་ཆེན་པོ་ཞེ་པོ་ཅིག་ཐུགས་རྩི་ཆེན་པོ་གནང་བསྡད་ཀྱི་ཡོད་རེད་རེད་དེ་སྐྱོན་བརྗོད་ཆེན་པོ་གི་མི་ངག་བྱུང་ས་སྟེ་མགོ་མ་བསླུ་འགྲོ་གི་སོང་ཆགས་བསྡད་ཀྱི་ཡོད་རེད་དཔེར་ན་ཞང་ཞུང་སེང་ཁྲི་ལྟ་བུ་དང་ནང་ཆེན་རི་ཆེན་ཕྲེང་བ་ལྟ་བུ་རྩ་བ་ཤེས་རབ་ལྟ་བུ་དེ་གཞི་ལ་བཞག་ནས་ཡོང་བསྡད་ཀྱི་ཡོད་རེད་བཤད་ཙང་དེ་འདྲས་ཀྱི་བསྟན་པ་སྤྱི་ཡི་དབང་དུ་བྱས་ནས་མགོ་མ་བསླུ་འགྲོ་གི་སོང་དང་དེའི་ནང་ནས་ཞང་ཞུང་སེང་ཁྲི་ལྟ་བུ་ཆ་མཚོན་པ་ཡིན་ན་རྩ་ཡོལ་འཁྲུལ་ས་དེ་གསང་བ་འདུལ་བའི་རྩ་རྒྱུད་ཀྱི་ཚིག་གཅིག་ལས་འཁྲུལ་ཡོད་རེད་དེ་ནང་ལོགས་ལ་མ་བདག་མེད་ཀྱི་སྣང་ཤ་དེ་ཤུ་རུས་པས་འདུལ་བའི་བདག་གི་སྣང་ཤ། དག་སྣང་གཞན་གྱི། ནང་པ་སངས་རྒྱས་པའི་རྗེས་འཇུག་ཅི་བ་ཡིན་ན་ཡང་ལྟ་གྲུབ་ཀྱི་སྡེ་ཚན་མི་འདྲ་བ་ཡོད་དེ་གང་ལ་ལྟ་གྲུབ་ཀྱི་སྡེ་ཚན་དེ་ཚོ་ཚང་མ་ཡོད་དེ་ངེས་ཅི། བདུད་རྩི་བདུད། ནུས་མཐུ་བདེ་བ་དང་འདུ་བདེ་བ་དང་ཞེ་དྲག་སྨྲ་བ་ཟེར་ཡ་དང་སེམས་ཙམ་པོ་དེ་གིས་ལྟ་གྲུབ་ཀྱི་འདོད་ཚུལ་དེ་ཚོ་ཤེས་ཨེ་མཐའ་མ་དེ་དབུ་མ་པའི་ལྟ་གྲུབ་ཀྱི་སྣང་ཤ་དེ་ཡོད་བདེ་བའོ་དེ་འདྲ་བྱ་དེ་གོ་ད་དེ་ཡོད་དེ་གང་ལ་བྱང་ཆུབ་སེམས་འགྲེལ་གྱི་བཀའ་ཁྲིད་གནང་ཡ་དེ་ལ་ཅེས་སྤྱི་དང་བྱེ་བྲག་གི་དགུ་བ་མི་གསལ་མང་པོ་ཡོད་དེ་བ་ཅིའི་ཚོགས་ཐུ་ཡ་ཅེས་སྐུ་མདུན་ནས་དུས་རྒྱུན་དུ། བསྟན་པ་སྤྱི་བཙན་ཟེར་དེ་ཧ་ལས་པའི་གལ་ཆེན་པོ་རེད། བསྟན་པ་སྤྱི་གི་སྣང་བཞག་དེ་གལ་ཆེན་པོ་རེད། འཇིག་རྟེན་གྱི་ཁང་སངས་རྒྱས་ཀྱི་བསྟན་པ་གནས་དགུ་ཡོད་ན་དཔལ་འབྲུག་བཅུ་བདུན་གྱི་བསྟན་པ་འཛིན་སྟངས་དེ་གཞི་ལ་བཞག་དགོས་ཀྱི་རེད་གསུངས་ཡ་དེ་འདྲའི་གི་རྒྱག་ལུགས་ཀྱི་དགུ་བ་རྒྱུ་མཚན་ཏན་ཏན་ཡོད་རེད་བསམ་གྱི་འདུག་རྗེ་བཙན་སྒྲོལ་མས་ཀྱི་རྗེས་གནང་ལྟ་བུ་ཆ་མཚོན་པ་ཡིན་ན་དེ་སང་གི་དུས་ཚོད་དེ་ཧ་ཅང་གི་ཉག་ཕྲ་བོ། ད་ཞེ་སྡང་ནི་གཞུང་གི་ནང་ལོགས་ལ་ཉི་མ་ལྔ་ལྷག་པར་དུ་བསྡུ་བའི་སྐབས་གསུང་གི་ཡོད་རེད་ད་དངོས་ཡོད་གནས་ཚུལ་རང་ལ་བལྟས་པ་ཡིན་ན་དག་རང་ཆགས་འདེགས་ཡོད་རེད་ད་མི་མང་ཆེ་བ་གསུང་ན་རེད་སྤྱི་འགྲོ་མང་ཆེ་བ་ཅི་ཅི་ཉོན་མོངས་རག་པ་ཤུགས་ཆེ་བ་ཉོན་མོངས་གནས་མང་ཧ་ཅང་གི་པའི་ཚོགས་སྣུམ་པོ་ཉོན་མོངས་པའི་ཕྱོགས་ལ་དག་ན་ཞིག་དུས་ནི་མ་དེ་འདྲའི་གི་པའི་སྡུག་རི་སྡུག་ཚད་དེ་འདྲ་མི་འདྲ་བ་ལྔ་པའི་འཛོང་འདེགས་ཡོད་རེད་དེ་འདྲའི་གསུང་འདེགས་ཡོད་རེད་ད་དེ་འདྲའི་གི་དུས་ཚོད་ཅིག་གི་ནང་ལོགས་ལ་འཕྲིན་ལན་གི་ལྷ། རྗེ་བཙུན་སྒྲོལ་མིང་གི་རྗེས་གནང་ལྟ་བུ་དེ་འདྲའི་གནང་ཡ་དེ་སྐུ་དུས་སུ་སུ་སུ་ལ་མི་གསལ་གྱི་ཞིང་ལབ་མི་འདྲ་བ་དང་མགུ་བ་རྗེ་བཙུན་མི་འདྲ་བ་རྗེ་བཙུན་སྒྲོལ་མ་དེ་ལྟ་ནང་པ་སངས་རྒྱས་པའི་རྗེས་འཇུག་སྤྱི་དང། དེའི་ནང་ནས་ཐི་བ་ཆེན་པོའི་གྱི་རྗེས་འཇུག་པ་ཚུལ་ནང་ལོགས་ལ་ལྟ་རྗེ་བཙུན་སྒྲོལ་མ་ལྟ་ཆབ་འཆི་བ་ནང་བཞིན་ཆང་ལང་ཡི་དྭངས་བཞིན་དག་དེ་ནས་མས་དེ་གཉིས་སུ་འདྲི་ཅིག། གཤེན་རྭའི་གཟི་བདག་རྗེ་བཙུན་སྒྲོལ་མ་དང། གཤེན་རྭའི་གཟི་བདག་རྗེ་བཙུན་སྒྲོལ་མ་དང་ཐུགས་རྗེའི་ལྕི་བ་རང་བརྩིགས་བོ་རེད། སྐུ་ཡི་རྣལ་འབྱོར་མི་འདྲ་བ་གཙང་མ་དང་ཕྱི་བརྩིགས་བོ་རེད། བཤད་བཟང། ཁོང་རྣམ་པ་གཉིས་ཀྱི་འཕྲིན་ལན་གྱི་འཇུག་པ་དེ་ཐི་བ་ཆེན་པོ་ཡོངས་རྫོགས་ལ་ཆགས་པ་ནང་བཞིན་གྱི་དེ་འདྲའི་རང་གི་འཕྲིན་ལན་གྱི་འཇུག་པ་མས་དེ་གཉིས་སུ་འདྲི་ཅིག་ཡོངས་གྲགས་འདུག་སེ་བལྟས་པ་ཡིན་ན་དེ་འདྲའི་ཆགས་སྡེ་གི་བོ་རེད། འཕྲིན་ལན་ནུས་པོ་དང། དུས་ད་ལྟའི་གི་དུས་ཚོད་འདི་འདྲ་གྱི་སྐབས་ལ་རྗེ་བཙུན་སྒྲོལ་མ་ལ་གསོལ་བ་བཏབ་དེ་འདྲ་བྱས་པ་ཡིན་ན་བྱིན་རླབས་འཇུག་མྱུར་བ། དེ་འབྲེལ་གྱི་དགོས་པ་ཡོད་བསྡད་པ་ཅི་རེད་ཨ་ནི་གཞུང་ཁོ་རང་གི་ནང་ལོགས་ལ་ཡང་ཅི་རྗེ་བཙན་སྒྲོལ་མ་ལ་བལྟས་པའི་དགོངས་དད་བཅས་དང་དེ་ཚོ་འབྲེལ་ཡོད་རེད་ད་འདིས་གང་ཟག་སུ་སུ་སུ་གནང་ཐུབ་པ་ཡིན་ན་དེ་ལ་བསྟུན་པའི་དགོས་པ་དང་རྒྱུ་མཚན་མི་གསལ་དེ་འདྲ་ཏན་ཏན་ཡོང་གི་རེད་བསམ་གྱི་འདུག་ཨང། རྒྱ་མོ་རུ་བི་ཏའི་བཀའ་ཆོས་དེ་ད་རྒྱལ་ནང་དབུ་འཛུགས་གནང་རྒྱུ་རུ་དེ་འདྲ་སོང་ཟེར་ད་ང་ཚོ་ཆོས་ཞུ་བ་ཚོའི་ངོས་ནས་ད་སྟ་གོན་མ་ཟུར་ནས་ད་གྲ་སྒྲིག་རུ་ག་རེ་གནང་དགོས།
ད་གཙོ་བོ་ད། སྤྱི་དང། སང་ཉིན་ད་དབུ་འཛུགས་གནང་ཡ་དེ་སེང་གེ་དང་ད་བྱང་ཆུབ་སེང་འབྲི་དེ་ཆགས་ཡོང་གི་འོ་རེད་བྱང་ཆུབ་སེང་འབྲི་གི་གཞུང་དེ་ཆ་མཚོན་པ་ཡིན་ན་རྩ་བའི་དེ་རེད་གྲུ་ཐལ་ནང་ཤ་བཏོན་པའི་གཞུང་སུ་འདྲ་དེ་ཆགས་ཡོང་གི་འོ་རེད་དེ་ཡིན་དུས་གང་ལ་དམིགས་བསལ་གི་གསང་སྔགས་ཀྱི་ཆོས་ནང་བཞིན་གྱི་ཆེས་ཐུན་མོང་ལང་ཤ་སྔོན་དུ་འགྲོ་དགོས་ཟེར་དེ་འདྲ་དུ་ཡོག་མ་རེད་དེ་ད་ཡིན་ན་ཆོས་སྤྱི་ད་དེའི་ནང་ནས་ཐིབ་པ་ཆེན་པོ་གི་ཆོས་ག་རེ་ག་རེ་ཡིན་པ་ཡིན་ན་རེད་དེ་ཚུར་སིམ་པའི་སྐབས་ལ་དངོས་དེ་ལ། འགལ་ཅན་གནོད་ཅིང་སྐྱོན་སོང་སྤངས་པ་ཟད་དང། མཐུན་ཅན་འདུ་ཤེས་དྲུག་བསྟན་པ་ཟད་དེ་ཚུར་བྲལ་ཏེ། བདེན་པ་བྱེད་ཐུབ་པ་ཡིན་ན་ཡག་པོ་ཞེ་དྲག་ཡོད་རེད་གཙོ་བོ་གཙོ་བོ་ནི་བསམ་པ་སྣང་དག་ཅིག་གི་ཐོག་ནས། ད་ཆོས་ག་འདྲས་ཀྱིས་ཆེ་ནི་ཇི་ག་ཕྱིན་པ་ཡིན་ན་རེད་དེ་གི་དངོས་སྒྲུབ་ཀྱི་བསམ་བློ་དེ་ལ། ཆོས་དེ་ཞུས་ནས། སུ་སུ་སེམས་ལ་ཞུ་དག་བཏང་གི་ཡིན་སང་སང་ཞིག། ཆོས་དེ་ཞུས་ནས་ང་རང་སེམས་ལ་ཕན་པ་ཅིག་བྱས་སང་སང་ཆོས་དེ་ཞུས་ནས་སུ་སུ་ལ་ཕན་པ་ཅིག་གར་ཡོང་རྒྱུ་ཡོད་ན་སོགས་དེ་འདྲའི་གྱི་བསམ་པ་སྣང་གྲགས་ཅིག་གི་ཐུགས་ནས་ཞུ་ཁ་འབྲུག་བས་དེ་གལ་ཆེན་པོ་རེད་ད་དེའི་ཐུགས་ནས་ནི། འགལ་ཅན་སྣོད་ཀྱི་སྐྱོན་སོང་སྤངས་པ་ཟད་དེ་སྣོད་ཁ་སྤུ་བ་ལྟ་བུ་སྣོད་དུག་ཅན་མ་ཡིན་པ། དག་ན་གཞན་གྱི་དེ་རེད། སྣོད་ཀྱི་སྐྱོན་སོང་ཟད་དེ་ལ་ཅི་སྟེ་ཁ་སྤུ་བ་རེད་ཅི་སྟེ་དྲི་མ་ཅན་དེ་རེད། ཅི་སྟེ་སྣོད་ཞག་བདུད་བ་ཟད་དེ་རེད། རྩ་ནི་ཨ་འགྱུར་ལ་ནི་ཡང་མ་ཞུ་ལོ་ལ་རྩ་བ་ནི་དྲིན་ཤིང་མ་བརྟེན་པ་བྱེད་བྱེད་ནས་དུག་བཟླས། དེས་བྱས་པ་ཡིན་ན་ཡང་ཆུ་ནིམ་པའི་སྐབས་ལ་འགྲིག་པ་མ་ཤེས་ཏེ་དེ་འདྲའི་འགལ་རྐྱེན་སྣོད་བཅུད་སྤྱན་ཟུང་དང་བྲལ་བའི་ཐུགས་ནི་ཆུ། ཉེས་ཡག་གི་ཀུན་སློང་དེ་འདྲས་ཅིག་འཁྱིལ་བའི་ཐུགས་ནི་ནི་ག་འགྲོ་ཡ་དེ་གལ་ཆེན་པོ་ཆགས་དགོས་བ་རེད་ད་རྗེས་གནང་དེ། ཐིགས་པ་ཆེན་པོའི་ཆུའི་དང་ཚིག་མ་རེད་གསང་སྔགས་ཀྱི་ཆུ་ཆགས་དགོས་བ་རེད་དེ་ཡོན་ཏི་གང་ལ་གསང་སྔགས་ཀྱི་ཆུ་ཡོན་ཏི་གང་ལ་ཁུ་ཡོན་སྔོན་འགྲོ་དེ་ལ་སྟ་གོན་དེ་ལ། ཐུན་མོང་ལང་བྱང་ད་ཅི་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་གཙོ་བོ་ད་ནི་རྗེ་ཆེན་པོ་ཀྱི་ཉང་ལེན་སེམས་དེ་ཚུར་དྲས་ཏེ་ལྟོ་བཟོ་དུས་རྒྱུན་དེ་སང་གཏོང་ཡ་ཅིག་མེད་པ་ཡིན་ན་ཁ་ཐུག་རྗེས་གནང་ཞུ་བ་ཕྱིན་པ་ཡིན་ན་དངོས་གནས་བྱས་ན་རིན་པོ་མེད་ལྡན་གྱི་སུ་འདྲ་ཅི་རེད་ད་ཡང་དཔེ་དད་པ་གི་དཔེ་བརྗོད་ཡ་ཚུལ་དད་པའི་སུ་འདྲ་ཅི་དད་པ་རྩིས་ཅི་བ་ཞིབ་པོ་ཅི་དེ་འདྲ་ཡོད་པ་ཡིན་ན་གནས་ཚུལ་མི་གསལ་ཡིན་འགྲོ་ཨ་གཙོ་བོ་དེ་བླ་མེད་ཀྱི་བཀའ་ག་རེ་གནང་པ་ཡིན་ན་རེད་འདི་འདྲ་ཅི་ལ་ནི་ཆོས་འདི་འདྲ་ཅི་ནི་མི་ཆོས་ག་རེ་གསུངས་པ་ཡིན་ན་གསང་སྔགས་ཀྱི་སྐབས་སུ་གཙོ་བོ་གསང་སྔགས་ཀྱི་ཆོས་མ་གནང་མཁན་གྱི་བླ་མ་རྡོ་རྗེ་འཛིན་པ་ཁོང་གི་བཀའ་དེ་ད་གལ་ཆེན་པོ་ཆགས་ཡོང་གི་འོ་རེད་འདི་འདྲ་ཅི་རེད་དེ་ཡིན་དུས་རྗེས་གནང་ལྟ་བ་ཅི་ལ་དངོས་གྲུབ་དེ་ལ་ཐུགས་མ་ལངས་ཅང་དེ། ཡོད་དགུ་ཡས་དེ་སྤྱི་བཏང་ཡིན་ཡོད་དགུ་བོ་རེད་ད་དེ་ཙང་མ་ཟད་ད་ནང་ཆོན་གི་ཆགས་སུད་ལ་ད་སང་ནང་ནི་ཇེ་ནང་གི་བཀའ་ཆོས་གནང་ཡ་དེ་སྡེ་ཚན་ད་མང་སོང་ན་སྡེ་ཚན་དེ་ད་ནང་ཆོན་ཡོངས་གྲགས་བྱ་ཆོས་ཟིག་རེད་ཕལ་ཆེ་དེའི་ཁོངས་སུ་ཁེལ་དེ་གི་བོ་རེད་དེ་ཡིན་དུས་ཀང་ཤེས་གི་ཙང་འདྲ་དེ་གལ་ཆེན་པོ་ཙིག་གི་བོ་རེད་ཅེ། དྲི་མ་གི་རི་དྲི་མ་ནག་པོ་དང་ད་ནང་བཞིན་གི་ཅི་དྲི་མ་ངིན་པ་ད་ཅི་ཚོ་པ་དོ་སུ་འཛོང་ཡོང་དེ་གང་ལ་ཅི་མི་གཞིན་དག་ལ་བདག་སི་དང་ཡ་སི་ན་རེ་མ་དེ་བོ་ཆགས་དེ་གི་དེ་འདྲས་གི་ཅི་དྲི་མ

ཀུན་སྤྱོད་དང་གཙང་སྦྲ་དང་དྲི་ཚུལ་བྲལ་ཏེ་གད་ཤིམ་བརྩིགས་བ་རེད་ལྷ་དགོངས་པའི་ཁ་དོག་འདི་ལ་ཕྱི་ཡི་གཙང་སྦྲ་ཡིད་གདུང་བ་གཟུགས་བས་དེ་གད་ཤིམ་བརྩིགས་བ་འདི་ཡང། བྱ་རྒྱུད་ཀྱི་སྐབས་ཀྱི་དབང་དང་རྗེས་གནང་དེ་འདྲ་ཞུ་བའི་སྐབས་ལ། ཐུགས་ལ་བཞག་དགོས་ཅེས་བྱ་དགོས་བ་རེད་གཞན་ཕལ་ཆེར། དཔྱིད་ཀྱི་སྤྱི་སྟངས་ཀྱི་འགྲོ་སྟངས་ག་འདྲའི་བྱུས་ཡོད་པ་འདི་མང་ཤེས་མི་གསལ་གྱི། འདི་ལྟ་བདེན་གུ་གུར་གསལ་གྱི་བཞིན་ད་མི་གསལ་ད་གས་ཡོག་མ་རེད། བཀའ་ཆོས་དེ་དག་རྗེས་གནང་དུ་ཞུས་ཚར་བ་རྗེས་ལ་དག་གང་ཞུ་རུང་དམིགས་བསལ་ཡང་གནང་བའི་ག་རེ་ཞུ་ཆེད་ཡིན།
ད་གཙོ་བོ་དེ་ཆོས་ཞུས་ཚར་བའི་རྗེས་དེ་ལ་ནང་ཆོས་ཡོངས་གྲགས་ནས་ཆོས་ག་འདྲས་ཀྱི་ཞུས་པ་ཡིན་ན་རེད་དེ་ཞུས་ཚར་བའི་རྗེས་ལ་སྔར་གྱི་བླ་མ་སྤྱི་བོ་དམ་པ་གནང་ཡིན་ན་རེད་ཀུན་འདུས་ནས་དུས་རྒྱུན་ནས་ཡང་ནས་ཡང་དུ་གསུང་ཡ་དེ་ལ་ཆོས་དེ། ཞུས་ཚར་བ་དང་ཐུལ་བ་དང་བསམ་པ་བྱས་ཚར་བའི་རྗེས་ལ་ཐུལ་བ་བསྟན་ཚར་བའི་རྗེས་ལ་ཉན་ཚར་བའི་རྗེས་ལ་ཆོས་དེ་སུ་སུ་ལ་བལྟ་ས་ཀྱི་མེ་ལོང་ལྟ་བུ་ཞིག་བྱེད་དགོས་ཀྱི་རེད། དེ་གསུང་དགོས་བ་རེད། ཆོས་ཞུས་ཚར་བའི་རྗེས་ལ་གང་ཞུས་ཚར་བའི་ཆོས་དེ་སུ་སུ་ཞུ་དག་བཏང་ས་དེ་ཨང་ཀི་དང་པོ་བྱས། སུ་སུ་ཞུ་དག་བཏང་ནས་ད་ཡ་སུ་སུ་དགའ་རོགས་ཀྱིས་སླད་སོང་ན་ལྟོ་བ་ཐུམ་བུ་དང་གཞན་གྱིས་ཅི་ལང་ཐོན་བྱེད་ཐུབ་ངེས་ཀྱི་སྟོན་པ་བྱེད་ཐུབ་ངེས་ཀྱི་དེ་འདྲའི་གི་ཀེང་ཚང་ལས་རིགས་ཁུ་གནས་ཚུལ་ཁ་ཁ་རེད་མ་གཏོགས་པས་དེའི་བར་དུ་སུ་སུ་ཞུ་དག་བཏང་ས་ཀྱི་མེ་ལོང་ལྟ་བུ་ཅིག་བྱས་བྱས་ནས། ཆོས་ཞུས་ཚར་བའི་རྗེས་ལ། དེ་འཕྲལ་གྱི་ཉང་ལིང་དང་སང་ཏོན་གྱི་དགོས་འདི་ད་རྨང་གཞི་སུ་འདྲ་གལ་ཆེན་པོ་གཅིག་རེད། ད་གཉིས་ནས་ཇེ་ནང་བཞུད་ཚར་བའི་རྗེས་ལ་ད་ཇེ་ནང་དེ་བཞུད་དེ་མ་ཤེས་ཇེ་ནང་ཁ་ཐོག་དེ་ལ་དེ་ཡོད་རེད་ངའང་འདང་ཆ་ཅན་ཡིན་ཟེར་གྱི་ནས་ཁོ་རང་ཇེ་ནང་གི་སྐད་ལ་སྡེ་ཚན་ཅེས་ཡོང་གི་རེད་ལ་དེ་ནས་བཟུང་སྟེ་ཉིན་རེ་བཞིན་དུ་ཇེ་ནང་གང་གི་ཇེ་ནང་ཡིན་པ། ལྷ་བའི་ལྷ་དེ་དང་དེ་ཉིན་རེ་བཞིན་དུ་ཡིད་ལ་དྲན་བྱེད་ཀྱི་ནས། དགོངས་པ་དང་བཟླས་པ། ཁོང་གིས་ད་ཡི་དྭགས་སུ་སུ་སུ་གི་གཟུངས་སྔགས་བཟླས་ཡ་དང་གཟུངས་སྔགས་བཟླས་པ་དང་འདྲིས་ནས་ཡི་དྭགས་ཀྱི་ལྷ་དེ་དགོངས་ཡ་དེ་འདྲས་དེ་ཧ་ལང་སྐྱིད་རྒྱུ་རེད་དེ་ཆ་རྐྱེན་སྣ་དགོས་ཡ་སུ་འདྲ་ཞིག་དང་ཚིག་ནང་ལུགས་ལ་ཡོང་གི་རེད་ཡང་མི་གསལ་གི་དང་ཚིག་བླ་མེད་གི་བཀའ་བསྡུས་དུས་རྗེས་གནང་གི་ཁ་ཐུག་ལ་འདི་ཁས་ལེན་གོ་གི་ཡོད་ཟེར་གྱི་ནས་བླ་མེད་བཀའ་མི་གསལ་གནང་པ་ཡིན་ན་ཡང་དེ་ཁུག་མི་གསལ་ཆག་གི་རེད་དག་རང་བླ་མའི་བཀའ་ག་རེ་གནང་བ་ཡིན་ན་དེ་བྱེད་དགོས་གང་ཡིན་ཟེར་ན་སྦྱིན་བདག་ག་འདྲས་ཀྱིས་ཞུས་པ་ཡིན་ན་དེའི་ཤངས་འདི་ལ། གཙོ་ཡུལ་ཇི་ལྟར་བཀའ་སྩལ་བ་དེ་དག་ཐང་ཅད་བདག་གིས་རྗེས་སུ་རྗེས་སུ་བྱེད་ཅེས་ནས། དང་བཅའ་བའི་ཚིག་དེ་ལྗིད་སྡོད་བྱེད་དགོས་བ་རེད་བྱས་ཙང་དེའི་སྐལ་མཚང་དེ་ལ་བླ་མས་གསུངས་ཡོང་དགོས་བ་རེད་ད། སྤྱིའི་དབང་དུ་བྱས་བ་ཡིན་ན་བདག་གིས་དེ་རེད་ཡི་དྭགས་ཀྱི་ལྷ་སུ་སུ་སུ་གི་རྗེས་གནང་ཞུས་ཚར་བའི་རྗེས་ལ་དུས་དེ་ནས་བཟུང་སྟེ་ཡི་དྭགས་ཀྱི་ལྷ་དེ་ཡི་གཟུངས་སྔགས་ཆགས་མེད་བགྲང་ཡག་དང་ཡང་མིན་ན། གཅིག་དགོངས་དད་ཡི་དྭགས་ཀྱི་ལྷ་དེ་ཡི་དགོངས་དད་ཀྱི་ཆུ་ཁ་དུས་དུས་དེ་འདྲ་ཡོད་པ་ཡིན་ན་རྒྱལ་བུ་དེ་འདྲ་ཡོད་པ་ཡིན་ན་དེ་བླ་མས་འདི་བྱེད་ཞུ་འདི་བྱེད་ཞུ་གསུངས་ཡས་དེ་སྐུ་ཆགས་མེད་བྱས་ནས་འགྲུབ་དགོས་དེ་ཆགས་ཀྱི་རེད་དེ། སང་གནང་ནས་རྗེས་གནང་མ་གནང་བའི་ཁ་ཐུག་ལ་ཀུན་བཏུས་ནས་ཀ་ཀ་རེ་རེ་གནང་གི་འདུག་དེ་ཁ་ཐུག་དེ་གཅིག་གསན་དགོས་ཀྱི་བ་རེད། སྤྱི་བཏང་ནས་ནི་རི་བཞིན་དུ་རྗེས་གནང་ཞུས་ཚར་བའི་རྗེས་ལ་དགོངས་དད་བྱེད་དགོས་ཡས་དེ་ཁུ་གཅིག་གི་སྟངས་ཚིགས་སུ་འདྲ་རེད་ལགས་འམ།